ཨོ་ཡ། གཟི་བརྗིད་དང་ལྡན་པ་བཅས་ཞིག་ཡོད་དོ། ད་ལྟའི་མཇལ་ནས་ཡར་སླེབས་ནས་ད་གཙུག་ལག་ཁང་གི་ཁྱམས་ར་ན་སླེབས་པ་རེད། ཁྱམས་ར་ཆེན་མོ་སྨོན་ལམ་ཆེན་མོའི། སོ་སའི་ཁྱམས་ར་ཆེན་མོ་ཡོད་པ་གཙུག་ལག་ཁང་གི་དེ་ལས། ཨ་ནེ་གཡོན་ནས་ཡར་དེད་ཚུན་མཇལ་ལ་ཡར་ད་གཡས་སྐོར་ལ་ཕེབས་དུས་དེ། ཐོག་མའི་ལྡེབས་རིས་དེ་ཡང་སངས་རྒྱས་སྟོང་སྐུ་མང་པོ། ཡོད་པའི་སྡེ་རིས་དེ་རྣམས་ལ་ཡང། དེ་སྲིད་རིན་པོ་ཆེ་སངས་རྒྱས་རྒྱ་མཚོ་དང། དེ་སྐུ་ཤེས་བསྟན་འཛིན་ཆོས་རྒྱལ་གཉིས་ཀྱིས། བྲིས་འགོ་འདུག་གོ། དེ་ནས་མཇལ་རོགས་གནང། ཨ་འདི་ནས་ནམ་རྒྱུན་རྒྱུན་ལྡན། ཁྱོད་ཅག་ལ་དབྱེ་སྒོ་བྱས་འདུག་ཟེར་གི། ཨ་འདུག་སུས་བྱས་ཁྱམས་ར་ཆེན་མོ་དེ་རེད་འདུག་སྨོན་ལམ་གྱི་ཁྱམས་ར། ཨ་ནི་སྨོན་ལམ་ལྷ་ས་སྨོན་ལམ་ཆེན་མོ་དེ་ནི་སྤྱི་གཙུག་ཙོང་ཁ་པ་བླ་མ་བློ་བཟང་གྲགས་པས།

ཁྲི་གཉིས་ལྷག་བཞུགས་སའི་ཁྱམས་ར་ཆེན་མོ་དང། ཨེ་ནས་རྒྱལ་བ་ལྔ་པ་ཆེན་པོ་དང་པཎ་ཆེན་དབོན་སྤྲུལ་བཞི་པའི་སྐབས་ནས་བྱས་ནས་ང་ཚོ་ལྷ་སའི་སེ་འབྲས་དགའ་གསུམ་གྱི་དགེ་བཤེས་ལྷ་རམས་པ་དམ་བཅའ་ཤར་སའི་ཨོ་ད་ཏིར་དུ་གནས་ཕྱིན་ཅིང་ཁྱམས་ར་ཆེན་མོ་དེ་རེད་དེ། བྱེད་རོགས་གནང་དེ་རིང་གནམ་གཤིས་ཡག་པོ་འདུག་གོ། ཨ་ནས་དེ་ནས་ཡ་ཆེ་ལྷ་ཁང་ཁག་ལ་ཡང་མཆོད་མཇལ་ལ་ཕེབས་ཡ་ཡིན་འདུག།

ཕྱག་རྡོར་དང་རྟ་མགྲིན་གྱི་དེ་འདྲའི་སྐུ་ཡོད་པའི་འདྲ་བཤད་སྲོལ་དུ། ད་སྒོ་དེ་རྙིང་ཤོས་དེ་སྟེ། རྒྱལ་པོ་སྲུང་བཙན་སྐུ་སྟོད་ཀྱི་སྒོ་མེད་འགྲོ་ད་དེ་རྙིང་ཤོས་དེ་རེད། དེ་རྣམས་རྒྱུད་ཆེ་རྗེས་པ་རེད། དེ་ནས་ཡང་དུ་ཟླ་བ་བཞི་ལ་མཆོད་མཇལ་ཐེངས་ནི་དེ། གཡས་གཡོན་གཉིས་ལ་ཡང་ལྷ་ཁང། དང་པོ་དེ་གནོད་སྦྱིན་ལྷ་ཁང། གནོད་སྦྱིན་ནཱ་ག་སྐུ་བུ་རི་དང་དྲི་ཟ་ཟུར་བུས་མངགས་པ།

ཁྱོད་མཇལ་ལས་ཐོག་མ་ཡ་བཅའ་དུས་ད་དུག་སེ་ཡས་གོ་ལ་ཕེད། ནས་ལྷ་ཁང་དང་པོ་དེ་གཙུག་ལག་ཁང་གི་ལྷ་ཁང་དང་པོ་དེ་ག་འདའི་ལྷ་ཁང་ཞུ་ཡག་གི། ཨ་ཟིན་གོའི་གཡས་གཡོན་གི་གྱང་སྟེང་ལ་ཡ། ནས་ང་རང་ཚོ་གཙུག་ལག་ཁང་གི་སྐུ་གསུང་ཐུགས་རྟེན་གི་གསུམ་གི་ནང་གསེས་སྐུའི་རྟེན།

གཅིག་དེ་འོད་པ་བླ་གང་ཡིན་ཞེས་ད་ལྟ་སྐུ་འདྲ་བཞུགས་ཡོད་མ་རེད་ལྟུང་བ་རེད་མཛོད་ཁང་རེད་ད་དེ་གཤམ་གྱི་ནམ་དུས་རྒྱུན་ལྡན་ང་རང་ཚོ་མཇལ་ཡག་མཆོད་རྟེན་དཀར་པོ་དེ། མཆོད་རྟེན་དེའི་མཚན་ལ་ཡག་རྟག་པ་མཆོད་རྟེན་ཞུ་གི་འདུག་གོ། དེ་ཡི་གཙུག་ལག་ཁང་གི་སྐུ་གསུང་ཐུགས་རྟེན་ནང་གི་ཐུགས་ཀྱི་རྟེན་དེ་ཡིན་གསུང་གི་འདུག་ཨ་ནི། ས་སྐྱ་དཔེ་འབྲི་དང་ཀུན་དགའ་རྒྱལ་མཚན་གྱིས་བཞེངས་གནང་བ་ཡིན། ཨ་ནང་ལོགས་ཀྱི་གཟུངས་གཞུག་ལ་ཡང་ནི་རྒྱལ་པོ་སུམ་རྩེན་གྱིས། ཕྱག་རྩ་བྱིན་ཅན་བཞུགས་ཡོད་གསུངས་འདུག་ད་ལྟ་དེའི་ནང་ལ་ཡང་རྣམ་རྒྱལ་མའི་སྐུ་བྱས་རྗེས་རྣམ་རྒྱལ་ཆོས་སྡིངས་ཀྱི་རིག་བྱ་ཡིན་ཏེ། འོ་དེས་གཙུག་ལག་ཁང་གི། ཕུག་གི་གདན་འདིར་འདུག་ད་དེ་ནས་གཙོ་བོའི་རིམ་པས་མཇལ་ཁ་ཡོང་སྟེ། སྔོན་མ་ཡིན་ན་ང་རང་ཚོ་དུང་མའི་ལོགས་ལ་ཡ། ཨ་ནེ་གཙུག་ལག་ཁང་གི་གསུང་གི་རྟེན། ཆོས་རྒྱལ་སྲོང་བཙན་སྒམ་པོའི་ཕྱག་བྲིས་མ་ནི་ཡིག་དྲུག་དེ་ཡོད་གསུངས་འདུག་དེ་དེ་བཞུགས་མི་འདུག་གོ། ད་དེ་ནས་ཚོའི་རིམ་པས་དེ་མཇལ་ཡོང་སྟེ།

རྒྱལ་བ་སྐལ་བཟང་རྒྱ་མཚོ་དང། ཨ་ནེ་བྱིས་དུས་མི་ལ་བྲིས་པའི་སྣང་བརྙན་བཞུགས་ཡོད་དོ། ཨོ་ཐུགས་ཆེ་དེ་ནས་ཚུར་སླེབས་ནས་ཨ་ནེ། གཙུག་ལག་ཁང་གི་བྱང་ངོས་ཀྱི་ལྷ་ཁང་ཨ་མ། གཙུག་ལག་ཁང་གི་ཐུགས་རྗེ་ལྷ་ཁང་ཞུ་ཡག་དེ། ཐུགས་རྗེ་ཆེན་པོ་རང་བྱོན་ངང་ལྡན་གྱི། ཨ་ནི་ལྷ་ཁང། ལྷ་སའི་ད་ལྟའི་རྒྱ་བ་སྐལ་བཟང་གི་འདྲ་སྐུ། སྨན་བླ་ལྷ་ཁང་རྒྱས་སྤྲུལ་པའི་བཞུགས་སྒོ་ཡང་ནི་དེའི་ས་བྲིས་སྟེང་ལ་ཡང་ཕྱི་རོལ་ཏེ་རྒྱ་བ་སྐལ་བཟང་དང་རྗེ་བཙུན་མི་ལ་རས་པའི་རྣམ་གཉིས་གཡོར་ཏོ། དེ་ནས་ཚུལ་བྱེད་ད། གཙུག་ལག་ཁང་གི་ལྷ་ཁང་བྱང་གི་ལྷ་ཁང་གཙོ་བོ་ལྷ་ཁང་ཨ་མ། ཐུགས་རྗེ་ལྷ་ཁང། ཧོ་ད་དེར་དུ་དེ་སྐུ་ཕྱག་བུས་སུ་དེའི་ཆེད་བདུན་ཏེ། ཐུགས་རྗེ་ལྷ་ཁང་གི་དེ་ནས་ཐུགས་རྗེ་ལྷ་ཁང་ནང་གི་རྟེན་གཙོ་དེ། འཕགས་པ་ཐུགས་རྗེ་ཆེན་པོ་རང་བྱོན་ལྔ་ལྡན་རེད་དོ། རྒྱལ་བ་སྲོང་བཙན་སྐུ་དུས་ལས་རང་བྱོན་འཁྲུངས་པས། ཨ་ནེ་རྒྱལ་བ་སྲོང་བཙན་རང་ཐོག་མ་ཐ་མ་དེ་ཞིང་ལ་བས་དུས། ཨན་ཐུགས་ཀ་དེ་ཐིམ་པས་ཡིན་ཟེར་གསུངས་དགོས་ར་བ། ཨན་དེའི་གཡས་གཡོན་ལ་ཡ།

ལོ་སྟོང་གི་རྣམ་པ་ཇི་མ་ཇི་བཞིན་ཡོད་རེད་བཅས་གསུང་ངེས་ཡོད། ལྟ་དེ་ནས་ཚུལ་དུ་གཞིས་ཆེན་པོ་ལྷ་ཁང་མཇལ་ཚར་ནས་ས་བྲིའི་སྟེང་ནས་ཡར་བླ་སྐུ། བཀའ་བརྒྱུད་ཀྱི་ང་རང་ཚོ་ཕ་མ་སྤྲུལ་པ་རྡོ་རྗེ་རྒྱལ་པོ། གྲུབ་ཐོག་ཐང་སྟོང་རྒྱལ་པོ་བཅས། པ་དམ་པ་སངས་རྒྱས་བྱེད། དེ་ནས་དེས་གྲུབ་ཆེན་བི་བ་པ་མཆི། ད་དེ་ནས་ལྷ་ཁང་ཨང་བཞི་པ་དེར་སླེས་སོང་ངོ། ད་དེ་ནམ་རྒྱུན་བྱམས་པ་འཕྲུལ་རྩལ་ལྷ་ཁང་རེད་དོ་རྒྱལ་བ་བྱམས་པའི་སྐུ་ཉིད་བཞུགས་པའི་འཕྲུལ་རྩལ་ལྷ་ཁང་རེད་དེ། དེའི་ནང་གི་རྒྱལ་བ་བྱམས་པ་དེ་ལ་འཕྲུལ་རྩལ་བྱམས་པ་ཞུས་དགོས་ཨ་གི་གུས་པ་གུས་པ་རྒྱུ་མཚན་དེས། དུས་རབས་བཅུ་གཅིག་པའི་ནང་ལ་ཡང་ང་རང་ཚོ་སྟོད་མངའ་རིས་ནས་ཡིན་པའི་ཟངས་དཀར་ལོ་ཙཱ་བ། འཕགས་པ་བློ་གྲོས་རིན་པོ་ཆེན་གྱི་གཙུག་ལག་ཁང་ལ་ཡང་ཉམས་གསོ་དང་བདག་གཅེས་གནང་པའི་སྐུའི་རིང་ལ་ཡང་ཨ་ནེ་ཐོག་མར་ལྷ་ཁང་འདི་རྒྱལ་པོ་སྲོང་བཙན་གྱི་སྐུ་ཁྲུས་གསོལ་སའི་ཆུ་ཁང་རེད་འདུག་དེ་ནས་སྐུ་ཁྲུས་གསོལ་བའི་ཆུས་བྱིན་གྱིས་བརླབས་པའི་ས་དེ་ཨ་ནེ་དུས་རབས་བཅུ་གཅིག་པའི་ནང་ལ་ཟངས་དཀར་ལོ་ཙཱ་བའི་ཚུལ་བཞེས་ནས་དེ་བརྐོ་རྒྱུ་བྱས་ནས་ཨ་ནེ། ད་ལྟའི་རྒྱལ་བ་བྱམས་པ་འདི་བཞེངས་པ་ཡིན།

བྱེད་པ་སུམ་རྩེན་གྱི་ཆགས་བྲལ་མ་ནི་ཡིག་དྲུག་སྟེ། དེའི་བཅུ་པོར་འདུག་པ་ཞལ་རྩ་བར་འདུག་གོ། འོག་མ་དེ་ཞུགས་ཡོད་མར་བའོ་དེ་ཆེ་ཨ་ནི་དེ། གཞི་གསུམ་མགོན་པོའི་འཇིམ་སྐུ་ཆུང་ཆུང་ཅན་ཡོད་རེ། ད་དེ་འཕྲུལ་རྩལ་བྱམས་པའི་ལྷ་ཁང་ཚར་ནི། མ་དོན་ཡོན་ཟས་གོས་གཡོན་ཏེ། བྱེད་པ་སུམ་རྩེན་གྱི་སྐུ་སྟོད་ལ་ཡང་ཁྲུས་གྱོན་འདི་གི་ཁྲུས་ཁྲུས་ཏོ། ཁྲུས་ཀྱི་སྐྱ།

ལོ་སྟོང་གི་ལྷ་ཁང་རྙིང་པའི་རྡོའི་བརྐོས་ཀྱི་རི་མོ། ཨ་ནི་བལ་བསེ། ཐུ་ལག་ཁང་ཞང་སྟོད་བལ་ཡུལ་གྱི། ཨ་ནི། ལག་རྩལ་མི་སྣ་ལ་བེད་སྤྱོད་བཏང་རྗེས་དེ། ཞང་བལ་ཨོ་བརྐོས་བྱིན་ཅིང་དེ་ཡོར་དུ་ད་དེ་འོད་འབར་ལྷ་ཁང་རེད། ད་འོད་འབར་ལྷ་ཁང་ནང་ལ་ཡ། འོད་འབར་ལྷ་ཁང་ཡིན་ན་འདྲ་ད་ཐུ་ལག་ཁང་གི་གཙང་ཁང་གཡས་པ་དེ་རེད།

ཧོ། རྒྱ་གར་གྱི་སྔས་དམག་གིས་ད་ལྷ་ཁང་གི་སྙིང་པོ་དེ་ཚོ་དཔེ་བལྟས་རྗེས། བྱིན་མ་བྱེད་བཞིན་བཀོད་པས། བྱིན་རླབས་ཤིན་ཏུ་ཆེ་བའི་བཀོད་བཀྲོལ་དུ་སུ་འདུག་གོ། ད་དེ་ནས་ཡ། ཆེས་འོད་འབར་ལྷ་ཁང་ནང་གི་རྟེན་གཙོ། སེང་གེའི་རྣ་བ་ད་ཡིའང་འོད་དཔག་མེད། ཨ་ནི་ཕོ་རོ། ཉེ་བའི་སྲས་ཆེན་གྱིས་བཞུགས་ཡ་རེད། ཡེ་སྲས་ཀྱིས།

བྱ་བ་ཡིད་བཞིན་ནོར་བུ་དེར་དོ། ཨ་བྱ་བ་ཡིད་བཞིན་ནོར་བུའི། ལྷ་གང་གི་ད་གཡས་གཡོན་གཉིས་ལ་ཡར། ཨ་ནི་བྱང་ཆུབ་སེམས་དཔའ་དྲུག་དང་བྱང་ཆུབ་སེམས་མ་དྲུག་ཡོར་དོ་བཅུ་གཉིས་ཡོར་རེ། སེམས་དཔའ་དྲུག་དང་སེམས་མ་དྲུག། ཨ་ནི་ཡང་མཛོད་སྤྲོས་བསྲེག་གོས་གཡོན་ཐ་ག་ཐ་ག་གཡས་ཐ་ག་སྒོ་སྲུང་གི་ཚུལ་དུ། ཕྱག་ན་རྡོ་རྗེ་དང་མ་དོན་བྱས། དགོས་ཏེ་བཞུགས་སྟེ་སྒོ་སྲུང་གི་ཚུལ་དུ་རྟ་མགྲིན་གཡོར་དུ་ནམ་རྒྱུན་ཁྲོ་བོ་རྐང་དང་ཀེང་བཞུགས་གི་འདུག་གོ། ཨ་ནི་ཇོ་རིན་པོ་ཆེ་འདི་དུག་སེལ་གཡས་སྐོར་ལ་ཕེབས་རྗེས་སྐུ་རྒྱབ་དེ་ཡ་ཨ་ནི་ཐོག་སོ་གཉིས་ཙམ་བྱས་པས་ཐུབ་པ་གངས་ཆེན་མཚོ་རྒྱལ་གཡོར་དུ།

ཨ་ནི་བལ་ཡུལ་ནས་ཨ་ནི་ང་རང་ཚོ་བོད་པའི་རྒྱལ་པོ་སྲོང་བཙན་གྱི་མནའ་མར་ཕེབས་དུས་ཀྱི་རྟེན་སྐལ་ལ་བསྣམས་པའི་ཆུ་བོ་མི་བརྒྱུད་རྡོ་རྗེ་དང། ཨ་ནི་བྱམས་པ་ཀྲི་ཀྲི་དང་ཨ་ནི་དེའི་འཁོར་སྟེ་ཡ། ཨ་ནི་དེ། འཇིགས་སྐྱོབ་ཀྱི་སྒྲོལ་མ་བརྒྱད་ཡོད་ཨར་དུ་སྒྲོལ་མ་འཇིགས་སྐྱོབ་བརྒྱད་ཀྱི་སྣང་བརྙན། སློབ་མ་རྙིང་པ་དེ་ཙན་དན་གྱི་ཡིན་གསུང་གི་འདུག་འོ་ད་འདི་དེ་འཇིང་པོ་རེད་ཤག། འོ་དེ་རེད་འདུག་འོ་དེ་སྒྲོལ་མ་ཀྲི་ཀྲི་བྱམས་པ་དེ་རེད། འོ་ཡ་ད་ད། གང་དུ་སྲིད་ཞུ་ལ་བྱ། ཨོ་ད་དེ་ཀྲི་ཀྲི་བྱམས་པའི་ལྷ་ཁང་དེ་བྱས། ད་མ་ཐོན། གོ་མ་ཐོན་ཡོ་ཡོར་བ་གནས། ཐོན་ཁར་ལྷ་མོའི་དེའི་ཡ་འཛུལ་ཡོང་སའི་རྩི་ཁུག་དེ་ཡ་དེ། རང་ཚོའི་སྔས་མ་གི་རྒྱ་སའི་ཐབ་ཡིན་ས་རེད་དེར་དུ། ཨ་ཅེ་རྒྱ་སའི་ཞལ་ལག་སོ་ཡ་གི་ཐབ་བྱེད་རོགས་སོ། ཨོ་དེ་འཇལ་རོགས་གནང། ཨ་ནེ་ཀྲི་ཀྲི་བྱམས་པའི་ལྷ་ཁང་ཚར་སོ་ད། དེ་གཙུག་ལག་ཁང་ལྷ་ཁང་གཡོན་མ་གཙང་ཁང་གཡོན་མ་དུ་རུ་བ།

སྤྱི་དྲིལ་བྱམས་པའི་ལྷ་ཁང། དེའི་སྒོ་སྲུང་གི་ཚུལ་དུ་ནི། རྒྱལ་པོ་ཁྲི་རལ་གྱི་འོ་ཞང་དུ་གཙུག་ལག་ཁང་བཞེངས་སྐབས་ཀྱི་སའི་ཕུད་ལ་ཡར་བཞེངས་པས་ནི་དེ། བརྒྱ་བྱིན་དང་ནི་ཚངས་པ་དང། བརྒྱ་བྱིན་གཉིས་ཀྱི་སྐུ་ཡོད་བར་དུའོ། དེ་ནས་ཚུལ་བཅད། བདག་དེས་འཕགས་པ་སྤྱན་རས་གཟིགས་ས་སྤྲིའི་སྒང་ལ་ཡར། བཞུགས་པའི་འཕགས་པ་སྤྱན་རས་གཟིགས་ཕྱག་བཞི་པ་དང། ཀུན་མཁྱེན་ཇོ་ནང་པའི་སྐུ་བརྙན་བྱིན་ཅན་དང། ཨ་ནི་དེ་ཡང་རྒྱལ་དབང་ཚེ་དཔག་མེད་ཅེས་ད་དེ་ནས་ཚུར་ལྷ་ཁང། བྱམས་པ་སྤྲེལ་ཁྲི་བྱམས་པའི་ལྷ་ཁང་ཚར་བར་ད་ལྷ་ཁང་འདི། དེའི་ཤར་ངོ་ཇོ་བོའི་ལྷ་ཁང་འདི།